རྣམ་པ་ལེན་རྒྱུའི་ཀུན་ཁམས་བཟང་དེ་ནི། དེ་རིང་གི་བརྙན་ཐུང་གི་བརྒྱུད་ནས་དེ་ནི་ང་རང་གི་ག་རེ་ཞུ་ཡ་ཡིན་ཞུ་དགོས་ན། ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱི་གནས་ཆེན་བརྒྱད་ཀྱི་ཡ་གྱལ་དུ་གྱུར་བ། རྒྱ་གར་དུར་བྱིད་ལྡན་འདི་ཉིད་ལ་ང་རང་ཚོ་ད་ཚིམ་བཞིན་པ། ང་རང་ཚོ་བོད་ག་ཡ་ལོན་ད་ཡོངས་གྲགས་དུ་ལབ་དགོས་ར་དེ་ནི་བོད་ག་ཡ་ཟེར་ནས། དུར་བྱིད་ལྡན། གནས་མཆོག་དུར་བྱིད་ལྡན་འདི་ཉིད་ལ་ཚིམ་བཞིན་པ་ལ་ད་ང་རང་ཚོ་བོད་ག་ཡ་ལེགས་དོ་བོད་ག་ཡ། དེ་ནི་བོད། འགའ་ཡང་ནི་ཚེ་འདིའི་ཐོབ་ལུགས་ཐོབ་ཐང་འདྲ་བོ་དང་དེ་ནི་ཚེ་ཐོག་མར་བྱུང་སྲོལ་འདྲ་བོ་འབྱུང་ཁུངས་འདྲ་བོ་ག་འདྲ་ཡིན་མིན་སྐོར་ལ་དེ་ནི་ང་རང་གིས་མདོར་བསྡུས་ཞུས་པ་ཡིན། སྤྱི་བཏང། རྒྱ་གར་རྡོ་རྗེ་གདན་འདི་ལ་ད་བོད་འགའ་ཡ་ལ་དོད་ཙམ་པ་ལ་ཚིག་གཉིས་འདུག་བོད་དང་འགའ་ཡ་ལ་གཉིས། དེ་གཉིས་ཀྱི་ནང་ལོགས་ལས་དེ་ནི་ང་རང་ཚོ་བོད་ལ་ཡིན་ཏེ་དེ་དག་མང་ཆེ་ཧ་གོ་གི་ར་བོད་ལ་ནི་ད་སངས་རྒྱས་པ་ལ་ཡོད་ར་དག་ཆ་གི་བསྟུན་པ་བཅོམ་ལྡན་འདས་སངས་རྒྱས་པ་ལ་གོ་གི་ཡོད་རེད། དེ་ནས་འགའ་ཡ་ལན་ཚིག་བཞི་དོ་ད་དེ་གཙོ་རེད། དེ་ནས་དོར་བཞི་སྟེ་འདི་གཉིས་ས་གནས་འདི་གཉིས་ལ་དེ་ནི་མང་བྱེད་དགོས། འགའ་ཡ་འགའ་ཡ་ལ་ཡི་དོ། ང་རང་ཚོ་རྒྱ་གར་སྐད་ནས་ཡིན་ན་ག་བ་འགྲོ་གིན་ལ་ང་ཚོ་འགའ་ཡ་ལ་འགྲོ་གིན་དེ་ནི་ལ་ཡི་དོ། དེ་ནི་གང་ལྟར་ཡང་ང་རང་ཚོ་བོད་འགའ་ཡ་ལ་འགྲོ་གིན་ལ་ཡོད་ར་ད། དེ་ནས་བོད་འགའ་ཡ་ལན་ཚིག་འདི་ད་ག་འདྲ་ཞིག་ཐོབ་རེད་ཞུས་པ་ན། དེ་ཡང་ད་དེ་ང་རང་ཚོ་ད་ཕྱི་རོལ་པའི་ད་ཁོ་རང་ཚོ་བཤད་སྲོལ་ལྟར་དུ་བྱས་པ་ན་དེ་ནི། འགའ་ཡ་ལན་ཚིག་འདི་ལ་ད་གྲེ་ཤེས་ག་འདྲེ་འདྲ་བ་རྒྱབ་སྐྱོར་རེ་ཤོད་པ་ལ་སྤྱི་བཏང་རྒྱ་གར་དོ་རྗེ་སྟེང་གི་ས་གནས་འདི་གཉིས་འདི་དག་ང་རང་ཚོ་ནང་པ་ནང་པའི་ད་ནང་པ་ཡི་གཅིག་པུ་ད་རྩ་ཆེན་པོ་རྩིས་པ་མ་ཟད་དེ་ནི་ཕྱི་རོལ་པ་ཡི་ད་སྟོན་པ་དང་ཕྱི་རོལ་པའི་སྔོན་བྱོན་གྱི་དྲང་སྲོང་རྣམས་ཀྱི་ཡང་ད་ས་གནས་འདི་གཉིས་དཔེ་མི་སྲིད་རྩ་ཆེན་པོ་རྩིས་ཀྱི་ཡོད་པ་རེད། དེ་ཡང་ད་ཕྱི་རོལ་པ་ཡི་ས་གནས་དེ་ཉིད་རྩ་ཆེན་པོ་རྩིས་པར་བརྟེན་ནས་དེ་ནི་འགའ་ཡ་ལས་མཚན་ཐོབ་ལུགས་ཐོབ་ཐང་དེ་ཡང་ད་ཕྱི་རོལ་པའི་རྒྱུད་ནས་དུ་བྱུང་འགྱུར་འགྲོ་ཆགས་དེ་རེད། ཡིན་དུས་ཙམ་ལ་ད་ཁོ་རང་ཚོས་ཕྱི་རོལ་པ་ཡིས་ད་ཁོ་རང་ཚོའི་བསྟན་བཅོས་དེ་ཚོའི་ནང་ལོགས་ནས་ད་བཤད་སྲོལ་ལྟར་དེ་བྱས་མིན་ག་འདྲས་འདྲ་བོ་ལབ་དགོས་རེད་ཞུས་པ་ཡིན་ན་ད་འགའ་ཡ་ལས་མཚན་ཐོབ་ལུགས་ཐོབ་ཐང་དེ་ད། དེ་ནི་ད་སྔོན་བསྐལ་པ་དཔག་ཏུ་མེད་པའི་སྔོན་འགྲོ་ལ་སྔོན་འགྲོ་ན་དེ་ནི། རྡོ་རྗེ་གདན་གྱི་ས་གནས་འདི་ཉིད་ལ་ད། ལྷ་མ་ཡིན་པའི་ད་སྲིན་པོ། འཇིགས་སུ་རུང་བ་དེ་འདྲས་ཅིག་ཡོད་རེད་ཟེར་གི་འདུག་ད་དེ་ཚོ་ང་རང་ཚོ་ད་ལྟོགས་སྒྲུང་འདྲ་བ་ཡང་ཆགས་ཡ་ཆགས་ཀྱི་འདུག་ཡིད་ཆེས་དཀའ་ལེ་རེད་གང་ལྟར་ད་དཀར་པོ་སྔ་མོ་ད་དེ་འདྲས་བྱུང་རེད་ཤེས་ཀྱི་ཡོད་རེད། ལྷ་མ་ཡིན་གྱི་སྲིན་པོའི་རྒྱལ་པོ་ད་དེ་འདྲས་ཀྱི་སྲིན་པོ་ཞིག་དེ་འདྲས་དཔེ་མི་སྲིད་འཇིགས་སུ་རུང་བ་དེ་འདྲས་ཅིག་བྱུང་རེད་ཟེར་གྱི་འདུག་ད་དེ་འདྲས་ཀྱི་ལྷ་མ་ཡིན་གྱི་སྲིན་པོའི་རྒྱལ་པོ་དེ་བྱུང་དུས་བསམ་པ་དེ་ནི། བདག། སྲིད་གསུམ་གྱི་བདག། ལྷ་འདྲེ་ཐམས་ཅད་བདག། དེ་ལྟ་བུ་ལྷ་མ་ཡིན་གྱི་སྲིན་པོ་འདི་ལ་བདག། གཞན་ནི། བདག་སུ་གཅིག་ཡང་བདག་ལྷ་མ་ཡིན་སྲིན་པོ་འདི། བཏུལ་ཐུབ་ཀྱི་ཡོད་པར་ཟེར་གྱི་འདུག་དེ་ནི་ལྷ་མ་ཡིན་སྲིན་པོ་འདི་གིས། དབང་བསྒྱུར་བྱེད་ཀྱི་ཡོད་ཟེར་གྱི་འདུག་དེ་ནི་སྲིད་གསུམ་གྱི་ལྷ་འདྲེ་ཐམས་ཅད་ལ་བདག། བདག། འདུ་བྱེད་དུས་ཙམ་པ་དེ་ནི་སྲིད་གསུམ་གྱི་ལྷ་འདྲེ་ཐམས་ཅད་བདག། འདུ་བྱེད་རེད་ཟེར་གྱི་འདུག་ད་དེ་ལྟ་བུ་བདག། སྲིན་པོ་འདི། བསྟུད་ལེགས་ཀྱི་ཐབས་འགྲོ་ག་འདྲ་ཡོད་རེད་ཟེར་དུ་གྲོས་བྱེད་དུ་བརྩམས་པ་དེ་ནི། དེ་ནི་ཁོ་རང་ཚོས་གྲོས་ག་རེ་བྱ་བདེ་རེད་ཞུས་པར་ད་ལྷ་མ་ཡིན་གྱི་སྲིན་པོ་འདིས་བསྟུད་མཁན་གྱི་ད་གང་ཟག་གཅིག་ཡོད་རེད་ཟེར་ནས་ད་ཁོ་རང་ཚོར་གྲོས་བྱུང་ད་དེ་ནི་གང་ཟག་གཅིག་དེ་སུ་ཆགས་བདེ་རེད་ཟེར་ཞུས་པར་ན་དེ་ནི། ལྷ་ཁྱབ་འཇུག་ཆགས་བདེ་རེད། ལྷ་ཁྱབ་འཇུག་དེ་གར་ཕྱིན་ཆགས་བདེ་རེད་ཞུས་པར་ནི་དེ་ནི་ལྷ་ཁྱབ་འཇུག་དེ་དང་ནི་ད་གིན་དེ་རྡོ་རྗེ་གཏེར་ལ་འོས་སྐྱོར་གྱི་ལྷ་མ་ཡིན་གྱི་སྲིན་པོ་འབྱུང་པོ་སྲིན་པོ་འཇིགས་སུ་རུང་བ་བཅུ་ཡོད་ཁོང་ཚོ་གཉིས་དང་དཔེ་མི་ཚོ་གྲོགས་པོ་འཆམ་པོ་རེད་ཟེར་གྱི་འདུག་ལྷ་ཁྱབ་འཇུག་དང་ནི། ལྷ་མ་ཡིན་གྱི་སྲིན་པོ་འདི་དག་དཔེ་མི་ཚོས་གྲོགས་པོ་འཆམ་པོ་རེད་ཟེར་གྱི་འདུག་འོ་ད་ཞུ་ཡ་གལ་ཆེན་པོ་ཅིག་འདི་ལྷག་ཏུ་ད་ལྷ་མ་ཡིན་སྲིན་པོ་དེ་གི་ད་མིང་ལ་ག་རེ་ཞུ་གི་རེད་ཟུར་ཞུས་པ་ཡིན་ན་ག་ཡ་ཨ་ཟུར་ར་ཞུ་གི་ཡོད་ད། ད་སྲིན་པོ་ཅིག་ཡོད་ལ་ཡིན་པ་ད་གི་རྡོ་རྗེ་གཏེར་ས་གནས་འདི་ཉིད་ལ་འོ་དེ་སྲིན་པོ་དེ་གི་མིང་ལ་ག་ཡ་ཨ་ཟུར་ར་ཟེར་གྱི་འདུག་ཁོང་གི་མཚན་ལ་ག་ཡ་ཨ་ཟུར་ར། ད་ཁོང་གི་མཚན་འདི་གྷ་ཡཱ་ཨ་སུ་ར་རེད་དོ་དེང་སང་གྷ་ཡཱ་ན་ཡིན་ད་དོར་ཞི་ཐེང་གི་མིང་གྷ་ཡཱ་ལན་མཚན་ཐོབ་ལོ་ཐོབ་དང་ད་དེ་ལྟ་བུ་སྲིན་པོའི་མིང་དང་བྲལ་བ་ཤུགས་ཆེན་པོ་ཡོད་རེད་ད་དེང་སང་ང་རང་ཚོ་འདི་སྒྲུང་འདི་ཡག་པོ་མགོ་ཚུགས་བ་རེད་ད་དེ་ལྟ་བུ་གྷ་ཡཱ་ཨ་སུ་ར་ཡི་སྲིན་པོ་དེ་ད་ཏུ་ལས་བྱོས་དུ་ད་ལྷ། སྲིད་གསུམ་གྱི་ལྷ་འདྲེ་དེ་ཚོ་ཡི་ད་ག་རེད་གྲོས་བྱས་ཞུས་པ་ན་དེ་ནི་ད་ལྷ་ཁྱབ་འཇུག་མཉམ་དུ་གྲོས་བྱས་རེད་ད་ལྷ་ཁྱབ་འཇུག་ལ་ད་ང་རང་ཚོ་ཡི་ད་དེ་ལྟ་བུ་སྲིན་པོ་དེ་ཏུ་ལས་ཀྱི

ད་ཁོ་ད་ང་ཡི་སྟོབས་ཤུགས་ཀྱི་ཐོག་ནས་ཐོག་ནས་ད་བཏུལ་ཐུབ་ཡ་དཀའ་ལེ་རེད་ཟེར་ཡིན་ནའི་ད་ང་ཡི་ཐབས་ཁྱད་པར་ཅན་ཅིག་བསྟེན་ནས་ད་ཁོ་བཏུལ་ཐབས་བྱེད་ཀྱིན་ཡིན་ཟེར་ད་ཞུས་ཟེར་ད་ལྷ་མ་ཡིན་གྱི། ལྷ་དཀར་སོགས་སྲིད་གསུམ་གྱི་ལྷ་འདྲེ་དེ་ཚོ་ལ། འདུ་ཞུས་འདོད་ཙམ་པ་དེ་ལྷ་ཁྱབ་འཇུག་གི་ཐབས་ཤེས་ག་རེ་བཏང་རེད་ཞུས་པ་ཡིན་ན། ཨུམ། དེ་ནས་ཉི་མ་གཅིག་ད། དོར་ཞི་སྟེང་གི་ས་གནས་དེ་ཉིད་ལ་ཡོད་པའི་ད་ག་ཡ་ཨ་སུ་ར་ལ་ཡང་སྲིན་པོ་དེ་ད་ཁོ་ཉལ་ཐེར་ཟེར་གྱི་ད། གཉིད་ཁུག་ཐེར་ཟེར་གྱི་ད་འདུག་ག་རྒྱ་ལ་ང་རང་ཚོ་ཨ་ལོང་བརྒྱབ་ནས་ད་དུ་གཉིད་ཁུག་དེ་རེད་ཟེར་གི་ད། གཉིད་ཁུག་དུ་ཙམ་པོ་དེ་ནས་ལྷ་ཁྱབ་ཆུ་གིས་ད་ག་རེ་བྱས་རེད་ཟེར་ནས་ད། དཔེ་མི་སྲིད་ད། སྲིན་པོ་དེ་དཔེ་མི་སྲིད་འཇིགས་སུ་རུང་བ་གཟུགས་པོ་དཔེ་མི་སྲིད་ཆེན་པོ་ཡོད་དོ་ཙམ་དེ་ནས། དོ་དཔེ་མི་སྲིད་ཆེན་པོ་གྱིས་ད་སྲིན་པོ་དེ་ལ་མནན། དེ་ནས་དོ་ཡི། ཐོག་ལ་དེ་ནས་ལྷ་ཁྱབ་ཆུ་གསོས་པས་དེ་ནས་སྲིད་གསུམ་གྱི། ལྷ་འདྲེ་དྲེགས་པ་ཅན་ཐམས་ཅད་ད་དེའི་སྒང་ལ་འགྲོ་གྲབས་རེད་ཟེར་གི་ད་ཁོང་ཚོ།

ལས་ཀ་དགོས་པ་ཁྱད་པར་ཅན་ཞིག་འདི་ལ་བརྩམས་ཀྱི་ཡོད། དེང་སང་ངས་ཁྱོད་མ་བླངས་མ་བསླབ་བར་དུ་ད་ཁྱོད་མ་བླངས་རོགས་བྱས། ཁྱོད་རང་ཉལ་ཐེ་རོགས་བྱས་དེ་ནས་ལབ་རེ་ཟེར་དང། ལྷ་སྐྱབས་བཅོལ་གྱིས་ད་འགའ་ཡི་ཨ་སུ་ར་ལའི་སྲིན་པོ་དེ་འདུག་ལབ་དུས་བསམ་པ་ད་ཁོང་ཚོ་གཉིས་གྲོགས་པོ་ཆེན་པོ་ར། དེ་ནས་སྲིན་པོ་དེ་ཡང་བསྐྱུར་ཉལ་རེ་ཟེར་དང། དེ་ནས་སྲིན་པོ་དེ་ཉལ་ནས་དེ་ནས་དེ་ནས་ཡས་བྱིན་ཏེ་དེ་ལྷ་སྐྱབས་བཅོལ་གྱིས་ད་ཁྱོད་ལངས་ཤོག་ཟེར་ནས་སྲུང་འཁོར་ཡོད་མར་ཟེར་དང་དེ་ནས་ལྷ་སྐྱབས་བཅོལ་གྱིས

ཨོ་དུར་བྱིན་ད་ལྷ་ཁྱབ་འཇུག་གི་ག་ཡ་ཨ་སུ་ར་ཨ་ལན་སྲིན་པོ་དེ་ཏུ་ལི་སི་གི་དོ། ཏུ་ལི་བསམ་པ་ད་ཏུ་ས་ཡི་ས་གནས་འདི་ཉིད་ལ་ད་ང་རང་ཚོ་རྒྱ་གར་དོར་ཞི་སྟེང་གི་ས་གནས་འདི་ཉིད་ཆ་ཏུ་བརྩམས་པ་ལ། དེ་ནས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་འདི་ཉིད་ཡང་དེ་ནས་ས་གནས་འདི་ཉིད་ཀྱི་ལྟེ་བ་ལ་ནི་མངོན་པར་རྫོགས་པ་སངས་རྒྱས་ཏུ་བརྩམས་པར་དེ་ནི་བོད་ག་ཡ་ཨ་སི་མཚན་ཨོ་དུར་ཐོ་ལི་སི་གི་དོ། ད་ག་ཡ་ལན་མཚན་འདི་ད་ག་ཡ་ཨ་སུ་ར་སྲིན་པོ་ག་ཡ་ཨ་སུ་ར་ལན་སྲིན་པོ་དེ་ད་དེའི་ས་གནས་དེ་ལ་ལྷ་ཁྱབ་ཆོས་ཀྱི་དམ་ལ་བཏགས་དུས་ཙམ་ས་གནས་དེའི་མྱིའི་མིང་ལ་ད་སྔོན་ཕྱི་རོལ་གྱི་སྟོན་པ་དང་དྲང་སྲོང་འོད་དུ་སྐབས་སུ་ནི་ཁོ་རང་ས་ཆ་དེའི་མིང་ལ་དགའ་ཡ་དགའ་ཡ་ལས་མཚན་ཐོག་བར་ཟེར་གྱི་ད་ཕྱིས་སུ་དེ་ནི་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཡང་དེ་ནི་ས་གནས་འདི་ཉིད་ལ་གོམས་བརྒྱབ། ཨ་ནི་ངོམས་པར་རྫོགས་པ་སངས་རྒྱས་དུས་ཙམ་པ་དེ་ནི་འབོ་དགའ་ཡ་ཟེར་ནས་ད་དགའ་ཡ་ལས་ས་གནས་འདི་ཉིད་ལ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཡང་སངས་རྒྱས་པའི་གནས་ཡིན་དུས་ཙམ་པ་ལ་དེ་ནི་མཚན་ཐུགས་ནི་དེ་ནི་འབོ་དགའ་ཡ་ཟེར་ནས་འོ་ད་མཚན་ཐོབ་ལུགས་ཐོབ་ཐང་དེ་འོ་དུ་ཟེར་རེད་ཟེར་གྱི་ད།

ཤོང་ཡང་དཀའ་ལས་ཁག་པོ་རག་ཡང་ཁོག་ཅིག་ནང་པའི་གནས་ཡིན་དུས་ཙམ་ཞེན་ཁོག་སྒྲོག་བཞིན་ཡོད་ར། ཡིན་ནམ་ད། ལོ་རྒྱུས་བཤད་སྲོལ་འདི་འདྲ་སྒྲོག་ཡོད་ར་ད། གང་ཡིན་ཟེར་ན་འདི། བོད་དགའི་ལན་ཚན་འདི་དག་ཕྱི་རོལ་པའི་ཤེས་སྐྱོང་ནང་བཞིན་གོ་རྒྱུ་ཆེན་པོ་ཡོད་ར་ད། གང་ཡིན་ཟེར་ན་ང་རང་ཚོའི་སྟོན་པ་བཅོམ་ལྡན་འདས་ཀྱིས་དགའའི་གོ་རིགས་ཀྱི་མདོ་གསུངས་ཡོད་ར་དགའའི་གོ་རིགས་ཀྱི་མདོ། དགའའི་གོ་རིགས་ཀྱི་མདོ་གསུངས་སའི་ས་གནས་འདི་ཉིད་ཀྱི་མིང་ཡང་དགའ་ཡ་གོ་རིགས་ལ་ཡོད་དོ་འདི་ད་དཔེ་མི་སྲིད་རྒྱུ་མཚན་ཆེན་པོ་ཡོད་ར་ད། གང་ཡིན་ཟེར་ན་ག་ཡ་གོ་རིགས་དོག་གསུང་ས་ཡི་རིགས་དེ་ག་བ་ཡོད་རེད་ཞུས་པ་ལ་ད་ལྟ་གི་དོར་རྗེ་སྟེང་གི་བྱང་གི་ཕྱོགས་ལ་ཏག་ཏག་ཡོད་རེད། དོར་རྗེ་སྟེང་གི་བྱང་གི་ཕྱོགས་ལ་དེ་ནི་ག་ཡ་གོ་རིགས་ལའང་རིགས་དེ་ཆགས་དེ། ད་ག་ཡ་གོ་རིགས་འདི་ཉིད་ལ་སངས་རྒྱས་ཀྱི་དོག་དོག་ཅིག་གསུང་ད་དོག་གསུང་དུས་ཙམ་པ་དོག་གི་མཚན་ལ་ཁང་ག་ཡ་གོ་རིགས་དོག་གསུང་ད། ད་དོག་གི་མཚན་ལ་ག་ཡ་གོ་རིགས་བཏགས་པའི་རྒྱུ་མཚན་དང་ནི་དོག་གསུང་ས་ཡི་ས་གནས་འདི་ཉིད་ལའང་ག་ཡ་གོ་རིགས་ཟེར་ནས་རིགས་དེ་གི་མིང་ལ་ག་ཡ་གོ་རིགས་ཟེར་མཚན་ཐོབ་ལོ་ཐོབ་ཐོ་དང་སྤེལ་མ་ཟེར་རྒྱུ་མཚན་ཆེན་པོ་ཆེན་པོ་ཡོད། གང་ཡིན་ཟེར་ན་ད་བདག་གིས་ལྷ་ཁྱབ་འཇུག་གི་དགའ་ཡ་ཨ་སུ་ར་ལའི་སྲིན་པོ་ཞིག་དམ་ལ་བཏགས་སོ། འོ་དམ་ལ་བཏགས་དུས་བཙུན་པ་སྲིན་པོ་དེ་གི་མགོ་དེ་དེ་ནས་དོར་ཞིང་སྟེང་གི་བྱང་གི་ཕྱོགས་ལ་ཁྱེར་ཡོད་རེད་ཟེར་གྱི་འདུག་དེ་ཡིན་དུས་བཙུན་པ་བྱང་གི་ཕྱོགས་ལ་ཁྱེར་ས་ཡི་ས་གནས་ཀྱི་རི་དེའི་མིང་ལ་དགའ་ཡ་མགོ་རི་ཟེར་བཏགས་རེད་ཟེར་འདུག་གང་ཡིན་ཟེར་ན་དགའ་ཡ་ལ་ཡིན་དུས་ད་བདག་གིས་གཱ་ཡཱ་ཨ་སུ་ར་ནས་ཁོའི་མིང་ར། དེ་ནི་སྒོ་ལ་ཐོས་བསམ་གཱ་ཡཱ་ཨ་སུ་ར་གི་སྒོ་དེ་ལ་དགོས་ར། དེ་ཁོ་གི་སྒོ་དེ་དོར་སྟེང་གི་བྱང་གི་ཕྱོགས་ལ་ཁྱེར་དུས་ཙམ་མ་དེ་ལ་རི་དེ་ཡོད་ར་རི་དེ། དེང་སང་རི་དེ་གི་མིང་ལ་ཁོར་གཱ་ཡཱ་སྒོ་རི་ཟེར་ན་ཏག་ཏག་མཚན་མཐུན་གི་འདུག་གཱ་ཡཱ་ཨ་སུ་ར་ནས་སྲིན་པོ་དེ་གི་སྒོ་དེ་དོར་སྟེང་གི་བྱང་གི་ཕྱོགས་ལ་རི་ཡོད་ས་ཡི་ས་གནས་དེ་ཡི་ཕྱོགས་ལ་ཁྱེར་དུས་ཙམ་པ་ལ་དེ་ནི་རི་དེ་ཡི་མིང་ལ་ཁོ་ཡང་གཱ་ཡཱ་སྒོ་རི་ཆགས་འདུག་དེ་ནི་སྟོན་པ་བཅོམ་ལྡན་འདས་ཀྱི་ཡང་དེ་ནི་གཱ་ཡཱ་སྒོ་རི་གི་རི་དེ་ཉིད་ལ་སངས་རྒྱས་ཀྱི་ཆོས་གསུངས། ཆོས་གསུངས། དེ་ནས་དེ་ལྟ་བུ། སངས་རྒྱས་ཀྱི་གསུངས་པའི་མདོ་ཡི་མཚན་ལ་གོ། ག་ཡ་གུ་རི་དོ་ཟེར་ནས་ད་འོ་དུ་སེམས་ཐོག་དང་འདུ་བྱེད་འདྲ་ཡང་ང་རང་ཚོ་སངས་རྒྱས་ཀྱི་མདོ་ཡི་མཚན་དང་ནི། དོ། ག་ཡ་གུ་རི་དོ་གསུངས་ཟེར་ས་ནི་དེ་གཉིས་ཀྱི་མཚན་ཆགས་ལུགས་ཆགས་སྟངས་བལྟས་པ་ན་ཡང་ཏག་ཏག་ད་ཡི་ཕྱི་རོལ་པའི། བསྟན་བཅོས་ནས་བཤད་པ་ན་བཞིན་ག་ཡ་ཨ་སུ་ར་གི། ག་ཡ་ཨ་སུ་ར་ད་དོ་རྗེ་བསྟན་དེའི་ས་ནི་དེ་གཉིས་ས་གནས་ཀྱི། ས་གནས་དེ་གཉིས་ལ་དམ་ལ་བཏགས་ཡོད་པ་དེ་ཡང་མཚན་རྟགས་དག་དང་ལོ་རྒྱུས་ཡང་རྡུལ་གཡའ་མ་ཅན། བྲེལ་བ་ཆེན་པོ་འགྲོ་འདུག་རྡུལ་དེ་ནི་ཡང་ང་རང་ཚོ་ཕྱི་རོལ་པའི་ཤེས་པ་དེ་ལ་ཡང་ཡིན་བསམ་བསམ་རང་བཞིན་ཡོད་ཡོད་རེད། ད་མདོར་ན་བོད་འགའ་ཡ་ལན་ཚན་ཐོབ་ལུགས་ཐོག་དེ་དེ་དག་འོག་ཏུ་ཤར་སྡོད་རེད། དེ་ག་ནང་བཞིན་ངེད་དག་སྤྱི་དང་འགའ་ཡ་ལན་ཚན་དེ་དག་ང་རང་ཚོ་ནང་པ་སངས་རྒྱས་པའི་སངས་རྒྱས་བཅོམ་ལྡན་འདས་བར་དོ་ཅི་དེ་ལ་མ་ཕེབས་སྔོན་ནས་ཁོ་རང་ས་གནས་དེ་ཉིད་མིང་ལ་ག་ཡ་ཟེར་ནས་ཆགས་ཐུག་ཡོད་རེད་ང་ད་ཡིན་གོང་དུ་ཞུས་པ་ན་བཞིན་ད་ག་ཡ་ཨ་ཟུ་ར་ལངས་ཏེ་ལྷ་ཁྱབ་ཆོས་ཀྱི་དམ་ལ་བཏགས་ལེགས་དོ། ཡིན་དུས་ཙམ་པ་ལ་ཕྱི་རོལ་གྱི་སྟོན་པ་དང་ཕྱི་རོལ་པའི་དྲང་སྲོང་ཆེན་པོ་དེ་ཚོ་ཐམས་ཅད་ཀྱིས་ད་གནའ་སྔོན་མ། བོད་ག་ཡ་ག་ཡ་ས་གནས་དེ་ཉིད་དཔེ་མི་ས་ཆེན་པོ་བརྩིས་དུས་ཙམ་པ་ས་གནས་དེ་ཉིད་ལ་གོམས་རྒྱག་མཁན་ཕྱི་རོལ་པའི་དྲང་སྲོང་མང་པོ་ཡོད་ཟེར་གྱི་འདུག་ག་ཡ་འོད་སྲུང་དང་ཆུ་ཀླུང་འོད་སྲུང་དང། ཨ་ནི། རྡོ་རྗེ་མཐའ། འོད་སྲུང་སྡེ་གསུམ་ལ་ཡིན་འདི་ལོ་མང་ཚེ་ད་ཆུ་བོ་ན་རེ་འཛའ་ན་དང་དོར་བཞི་སྟེང་གི་ས་གནས་འདི་ཉིད་ལ་གནའ་སྔོན་མ་གོམ་བརྒྱབ་ཀྱི་རུ་སུ་ཡོད་ད། རྒྱུ་མཚན་གང་ཡིན་ཟེར་ན་འདི་རྒྱུ་མཚན་ཡོད་ས་ཡོད་གང་ཡིན་ཟེར་ན་ད། དགའ་ཡ་ཨ་ཁ་སོགས་འོད་སྲུང་སྡེ་གསུམ་གྱི་ནང་ལོགས་ནས་དགའ་ཡ་འོད་སྲུང་ལ་ཡིན་ཞེས་ད། ཁོ་མཚན་ཐོབ་ལུགས་ཐོབ་སྟོང་དེ་ཡང་དེ་ནི་དོར་བཞི་སྟེང་གི་ས་གནས་འདི་ཉིད་ཀྱི་ད་གོམ་བརྒྱག་མཁན་གྱི་དྲང་སྲོང་ཅིག་ཡིན་འདོད་བསམ་མོ་ཁོ་ཡི་མིང་ཁོ་རང་ད་ག་ཡའི་འོད་སྲུང། གསུང་གི་དོ། གང་ཡིན་ཟེར་ན་ཁོ་གདན་ས་ཡི་ས་མིང་དེའི་མིང་ལ་ག་ཡ་ཆགས་བསྡད་ཡོད་དོ། ད་འདི་ཤེས་དགོས་རྒྱུ་མཚན་ག་རེད་ཟེར་ན་སྟོན་པ་བཅོམ་ལྡན་འདས་མ་སླེབས་སྔོན་དུ་ཁོ་རང་ས་གནས་འདི་ཡི་མིང་ལ་ག་ཡ་རེད་འདུག་ལ་ང་རང་ཧ་གོ་ཐུབ་གི་རེད། ད་ཉིན་དུས་གཙང་པ་ཕྱི་དྲོར་པའི་བསྟན་བཅོས་ནས་གསུངས་པ་ནང་བཞིན་ས་གནས་འདི་ཉིད་ལ་ག་ཡ་ཨ་སུ་ར་གི་ལྷ་ཁྱབ་འཇུག་གི་དམ་ལ་དྭགས་ཀྱི་དཔེ་དྲི་ལོ་ཆེན་པོ་སྒྲོག་དོ། གང་ཡིན་ཟེར་ན་སྟོན་པ་བཅོམ་ལྡན་འདས་སྔོན་དུ་སྔོན་དུ་ཁོ་རང་ད་ཕྱི་རོལ་པའི་སྟོན་པ། འོད་སྲུང་སྡེ་གསུམ་དེ་ཚོ་ཡོད་དུས་ཟམ་པར་ག་ཡའི་འོད་སྲུང་ལ་མཚན་ཐོགས་ཐོགས་སྟངས་དེའང་ད་ཁོ་དོ་བཞི་སྟེང་གི་ས་གནས་དེ་གཉིས་ཀྱིས་ད་གོམས་ཆེན་མི་འདུག་ཙམ་ཁོ་ཡི་མཚན་འདོགས་པ་རྣམས་དགའ་ཡ་རུ་སོང་ཟེར་ནས་ས་གནས་དེ་གཉིས་ཀྱི་མིང་བཏགས་ཏོ། བོད་དུ་བྱས་ནས་དེ་ནས་ཕྱི་རོལ་པའི་བསྟན་བཅོས་ནས་བཤད་པ་ལྟར་དུ་ད་བོད་དགའ་ཡ་ཟེར་ནས་དགའ་ཡ་ལའང་མཚན་བཏགས་དགོས་པའི་རྒྱུ་མཚན་དང་ཐོབ་ལུགས་ཐོབ་ཐང་དེ་ག་འདྲ་ཡིན་མི་དགོས་ལ་དེ་ནི་ང་རང་གིས་མདོར་བསྡུས་ཞུས་བ་ཡིན། དེ་ནི་བོད་དགའ་ཡ་དེ་མཁྱེན་སོང་བ་དེ་ནི་ཕྱིས་སུ་སྟོན་པ་བཅོམ་ལྡན་འདས་ཡང་དེ་ནི་དོ་བཞི་སྟེང་གི་ས་གནས་འདི་གཉིས་ལ་མངོན་པར་རྫོགས་པ་སངས་རྒྱས་དུས་ཡིན་སངས་རྒྱས་པ་ཡིན་དུས་བརྩམས་པ་ལ་དེ་ནི་ཨ་ནི་ཡཱས་ས་གནས་འདི་ཉིད་མིང་ལ་བོད་ན་ཡི་ཚིག་གཉིས་པ་དེ་ཆགས་ཏོ། བོད་ག་ཡཱས་འག་ཡཱ་ལ་ཡི་ས་གནས་འདི་ཉིད་ལ་སྟོན་པ་བཅོམ་ལྡན་འདས་ཡང་སངས་རྒྱས་པའི་གནས་ཡིན་དུས་བརྩམས་པ་ལ་དེ་ནི་ས་གནས་འདི་ཉིད་ཀྱི་མིང་ལ་བོད་ག་ཡཱས་འོ་དུ་སེམས་ཐོབ་པའི་ཞོལ་ཡིན།